བཀྲ་ཤིས་བདེ་ལེགས། འདི་ནི་དེ་རིང་ང་ཚོ་གཞིས་ཆགས་དགོན་ཆབ་རྫི་རྩ་བ། གནས་དྲུག་པའི་སྐབས་གསུམ་པ། རྒྱུ་མཚན་གཉིས་ཀྱི་ཐེག་པ་རྣམ་པར་བཞག་པའི་གདངས་ཚན། དབུ་མ་པའི་སྐོར་གྱི་སློབ་ཚན་བཅུ་གཉིས་པ་དེ་འགྲོ་ཡས་ཡིན། ད་ནི་དེ་རིང་གི་བརྗོད་གཞི་ཡིན་ན་གཞིས་དབུ་མ་བདེན་གཉིས་ཟུང་འཇུག་ཟེར་བའང་འདི་འདྲ་ཅིག་གི་སྐོར་རེད། ད་ནི་འདི་ལ་ཡང་ནང་གསེས་ཀྱིས་གཞིས་དབུ་མ་སྤྱིར་བཤད་པ་དང། བདག་མེད་རིག་པའི་སྒྲུབ་ཚུལ་ཟེར་བ་འདི་འདྲ་གི་བརྗོད་བྱེད་གཉིས་འདུག་དེ་ནས་དང་པོ་ཕྱིའི་དབུ་མ་སྤྱིར་ཞལ་འབག་གི་རྩ་བ་ཡིན་ན། འཇིག་རྟེན་ཀུན་རྫོབ་བདེན་པ་ཐབས་ཡིན་ཏེ་དོན་དམ་བདེན་པ་ཐབས་བྱུང་ཉིད་དུ་གསུངས་ཟེར་དེ་འདྲ་ཅིག་གསུངས་འདུག་ཨ། འདིའི་དོན་དག་ཡིན་ན། འཇིག་རྟེན་གྱི་བྱིས་པ་རང་ག་བའི་ངོ་ལ་མ་བརྟགས་མ་དཔྱད་པའི་ཚུལ་དུ་ཡོད་པས་ཀུན་རྫོབ་བདེན་པ་ཟེར་བ་དེ། དོན་དམ་བདེན་པ་རྟོགས་པའི་ཐབས་རེད། དོན་དམ་བདེན་པ་རྟོགས་པ་དེ་ཀུན་རྫོབ་བདེན་པ་ལ་བརྟེན་ནས་བྱུང་བ་རེད་ཟེར་བ་འོ་དེ་འདྲ་ཅིག་གི་དོན་དག་ཡིན་པ་རེད། འཇིག་རྟེན་པའི་ཐ་སྙད་དུ་གྲགས་པ་ཀུན་རྫོབ་བདེན་པ་མ་སྐྱེས་པའི་གནས་སྐབས་སུ་བློས་བརྟགས་ནས་སྨྲ་བ་ནི་དོན་དམ་རྟོགས་པའི་ཐབས་སུ་གྱུར་པ་ཡིན་ཏེ། དོན་དམ་བདེན་པ་ནི་ཐབས་དེ་ལས་བྱུང་བ་ཉིད་དུ་གསུངས་ཤིང་འདི་ནི་དབུ་མ་པ་རྣམས་ཀྱི་ཤེས་བྱ་ཡི་གཤིས་ཡིན་ལ་ཟེར་དེ་འདྲ་ཅིག་གསུངས་འདུག་འདིའི་སྐབས་སུ་དོན་དག་རྡོག་རྡོག་ག་རེ་བཤད་ཀྱི་ཡོད་པ་རེད་ལབ་ན་ང་ཚོས་འདིར་སྔོན་གྱི་འཛིན་གྲྭ་རྣམས་ལ་བཤད་པ་ནང་བཞིན་དུ། ཆོས་ཐམས་ཅད་ཀྱི་རྣམ་གཞག་འཇོག་ཚུལ་དེ་ལ། བོད་ལྔ་རབས་པའི་ལུགས་ལ་གནས་སྐབས་གསུམ་གྱི་སྒོ་ནས་བཞག་པ་རེད་མ་དག་མ་བཤད་པའི་ཚུལ་གཅིག་དང་ཅུང་ཟད་བཤད་པའི་ཚུལ་དང་ཤིན་ཏུ་བཤད་པའི་ཚུལ་བྱས་ནས་ཚུལ་གསུམ་ཡང་ན་གནས་སྐབས་གསུམ་བཞག་པ་རེད། དེ་ཙང་དེའི་གནས་སྐབས་དང་པོ་མ་དག་མ་བཤད་པའི་ངང་ལ་ཡོད་པའི། ཀུན་རྫོབ་ཀྱི་ཆོས་འདི་དག་ལ་བློ་ཡིས་བརྟགས་ནས་འདི་སྒྲ་རེད་འདི་གཟུགས་རེད། ཨ་འདི་དྲི་རེད་ཟེར་ནས་གང་ལྟར་ང་རང་ཚོ་གི་སྣང་བ་འདི་དག་ལ་བློ་ཡིས་བརྟགས་ནས་འདི་ཡག་པོ་རེད་འདི་མི་ཡག་པ་རེད་ཟེར་བ་ལ་སོགས་པ་གང་ལྟར་བློ་ཡི་དབང་གིས་མིང་གཅིག་སྦྱར་ནས་ཆོས་དེ་དག་ཡོད་དུ་བྱེད་ཀྱི་ཡོད་པ་དེ་འདྲ་གཅིག་རེད་དེ་རྣམས་ལ་ཀུན་རྫོབ་བདེན་པ་ཟེར་གྱི་ཡོད་པ་རེད་ཡིན་ཙང་ང་རང་ཚོ་སྣང་བའི་ཡུལ་གྱིས་ང་རང་ཚོ་ལ་མ་བརྟགས་མ་དཔྱད་པའི་ཚུལ་དུ་སྣང་བའི་ཆོས་འདི་དག་དོན་དམ་བདེན་པ་རྟོགས་པའི་ཐབས་རེད་ཟེར། དེ་ག་རེ་བྱེད་ཀྱི་ཡོད་པ་རེད་ལབ་ན་དོན་དམ་བདེན་པ་ཟེར་ན་མ་ཟེར་ན་མ་བརྟགས་མ་དཔྱད་པའི་ཚུལ་དུ་ང་རང་ཚོ་ལ་གནང་བའི་ཆོས་འདི་དག་ལ་ཅུང་ཟད་དཔྱད་པའི་ཚེ་ན་རྙེད་པ་དེ་ལ་དོན་དམ་བདེན་པ་ཟེར་གྱི་ཡོད་པ་རེད། ཡང་ན་འཇིག་རྟེན་བཞི་དངོས་ལ་བཞག་པའི་ཀུན་རྫོབ་ཀྱི་ཆོས་རྣམས་ཀྱི་གནས་ལུགས་ག་འདྲ་ཅིག་འདུག་ཟེར་ནས་དེ་ལ་བརྟགས་བྱང་དཔྱད་པ་ན་གང་ཡང་མ་རྙེད་པ་དེ་ལ་དོན་དམ་བདེན་པ་ཟེར་གྱི་ཡོད་པ་ཡིན་ཙང། མ་བརྟགས་མ་བཞེད་པའི་གནས་སྐབས་སུ་བཞག་པས། ཀུན་རྫོབ་ཀྱི་ཆོས་རྣམས་ཅུང་ཟད་བཤད་པའི་གནས་སྐབས་སུ་བཞག་པས་དོན་དམ་བདེན་པ་གི་གཤིས་འམ་རྩ་བ། ཡང་ན་ཆོས་ཅན། རེད། ཅུང་ཟད་བཤད་པའི་གནས་སྐབས་ཀྱི་དོན་དམ་བདེན་པ་ཟེར་བ་དེ། ནི་མ་བརྟགས་མ་བཤད་པའི་གནས་སྐབས་སུ་བཞག་པས་ཀུན་རྫོབ་བདེན་པ་གི་ཆོས་ཉིད་རེད་ཟེར་འོ་དེ་འདྲ་ཅིག་གསུང་གི་ཡོད་པ་རེད། ནི་འདི་ལྟ་བུ་འདི་དབུ་མ་པ་རྣམས་ཀྱི་ཤེས་བྱ་གི་གཤིས་རེད། གང་ལྟར་དབུ་མ་པ་རྣམས་ཀྱི་ཤེས་དགོས་པའི། ཨ་ནི་ཞེའམ་ཡང་ན་རྟོགས་དགོས་པའི་ཆོས་དེ་རེད་ཟེར་ལབ་དགོས་ཡོད་པ་རེད། དེ་གཉིས་ཟུང་དུ་འཇུག་པའི་ཚུལ་ཡང་བོད་སྔ་མ་རྣམས་ཀྱི་གསུང་ལས། སྣང་བའི་ལས་ལམ་མིག་འདོར་ཞིང་སྟོང་བའི་མངོན་ཤེས་མི་སྐྱེ་བ་དེ་གཉིས་ཟུང་འཇུག་དབུ་མའི་ལམ་མ་ནོར་མཆོག་འདི་ཉན་པར་བྱ་ཟེར་དེ་འདྲ་གཅིག་གསུངས་འདུག་ཨ་ནི། ཤོ་ལོ་ཀ་འདི་ལྟ་བུ་ལ་མཚོན་པ་ཡིན་ན་བོད་སྔ་རོལ་པའི་ལུགས་ཀྱི་མཐའ་གཉིས་ཟེར་ཚུལ། དེ་ཡིན་པ་རེད། དེ་གང་འདྲ་རེད་ལབ་ན་སྣང་བའི་ལས་ལམ་མིན་མདོར་ལབ་དེ་གང་ལ། སྣང་བ། མ་བརྟགས་མ་ཤེས་པའི་ངང་ལ་བཞག་པའི་ཀུན་རྫོབ་ཀྱི་ཆོས་འདི་དག་ལ། དགེ་བ་དང་སྡིག་པ་བླང་བ་དང་དོར་བ་ལ་སོགས་པའི་རྣམ་གཞག་ལས་རྒྱུ་འབྲས་ཀྱི་རྣམ་གཞག་ཚང་མ་ཚད་ལྡན་བཞག་ཐུབ་པ་ཡིན་ཙང། དགེ་བ་བསྒྲུབ་སྡིག་པ་སྤང་ནས་ཀུན་རྫོབ་ཀྱི་ཆོས་ལ་སྐུར་བ་འདེབས་གི་མ་རེད། ཨ་ནི་ཀུན་རྫོབ་ཀྱི་ཆོས་འདི་དག་དོན་ལ་བརྟགས་ཤིང་དཔྱད་ན་མི་རྙེད་པ་ཡིན་ཙང་དེ་ལ་མངོན་ཤེས་ནམ་ཡང་ན་དེ་བདེན་པར་འཛིན་པ་གི་བློ་དེ་ཡང་བཀག་ཐུབ་གི་རེད། ཡིན་ཙང་བདེན་གཉིས་ཟུང་དུ་འཇུག་པའི། བདེན་གཉིས་ཟུང་དུ་འཇུག་པའི་དབུ་མའི་ལམ་མ་ནོར་བ། ཨ་ནི་ཡང་དག་པ་འདི་ཉན་པར་བྱ། ཨ་ནི་འདི་ལ་ཐུགས་བསམ་སྒོམ་བསམ་བྱེད་དགོས་རེད་ཟེར་བ་ནོ་དེ་འདྲ་གི་དོན་དག་ཅིག་ཡིན་པ་རེད།